འཛམ་བུ་གླིང་འདི་གི་འགྱུར་བའི་དབང་གིས་རྒྱ་ནག་ལ་འགྱུར་བ་འགྲོ་གི་རེད། རྒྱ་ནག་གི་འགྱུར་བའི་དབང་གིས་བོད་ལ་ཡང་འགྱུར་བ་འགྲོ་བསྡད་ཡ་བྱེད་ཀྱི་གནས་ཚུལ་ཆགས་བསྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ང་རང་ཚོས་གཅིག་གི་སེམས་ཅན་ཐམས་ཅད་བྱས་ནས་ཁ་ནས་སྨོན་ལམ་སྐྱེས་པ་ནང་བཞིན་གྱི་གཅིག་འཛམ་བུ་གླིང་འདིའི་བདེ་བ་སྡུག་བསྔལ་སེམས་ཁུར་བླང་དགོས་ཡ་བྱེད་ང་རང་ཚོ་མི་ཚང་མ་ལོག་ལ་འགན་འཁྲི་དེ་ཡོད་རེད། ང་རང་ཚོ་བོད་པ་དེ་སྔ་ལྟར་འཛམ་བུ་ལི་འདི་གང་ལ་ཡ་ཧ་ལམ་ཅིག་ད་ཁ་བྲལ་ནས་བསྡད་པའི་སོར་ཞིག་བྱུང་བ་རེད། དེ་འདྲའི་དུས་ཀྱི་འཛམ་བུ་ལི་ལས་ཀྱི་ཕན་ཡོད་མ་རེད་ང་ཚོ་བོད་པ་ཡི་ག་གི་ཕན་ཡོད་མ་རེད། ང་ཚོ་བོད་པ་གྱོང་ཆེན་པོ་རག་ཏུ་ཡོད་རེད། ས་དེ་འདྲ་ཡིན་དུས་ས་ནས་ད་ཕྱོགས་གཅིག་ནས་ང་རང་ཚོ་ལྔ་བཅུ་ང་དགུའི་གནས་ཚུལ་དེ་ཐབས་སྐྱོ་པོ་ཞིབ་པོ་ཞིག་ཆགས་པ་རེད་དེ་ཕྱོགས་གཅིག་ནས་ད་གནས་ཚུལ་སྡུག་བ་དང་སྡུག་བ་རང་རེད་ཐབས་སྐྱོ་པོ་རང་ཆགས་ཏུ་ཡོད་རེད།

འཛམ་བུ་གླིང་གི་ནང་ནས་ཡིན་ནའི་ཅིག་བོད་ཟེར་ཡ་ཅིག་སྐད་ཆ་གསར་བ་ཅིག་གོ། ད་ལུང་པ་གསར་བ་ཅིག་ཟེར་ནས་མི་འདུག་རིག་གཞུང་གསར་བ་ཅིག་དང་ཅིག་མི་རིགས་འདི་འདྲ་ཞིག་ཡོད་བསྡད་པ་ཅིག་འཛམ་བུ་གླིང་འདི་གང་ནས་ཡིན་ནའི་གནས་ཚུལ་རྟོགས་ཡ་ཞིག་ཆགས་ཡོད། ང་ཚོ་བོད་པའི་ངོས་ནས་ཡིན་པ་ཡིན་ན་ཡང་ཅིག་འཛམ་བུ་གླིང་འདི་ག་འདྲ་ཞིག་ཡིན་པ་འདི་ང་ཚོ་ཤི་ནས་ད་དོ་སྣང་ལེན་ཡ་ཅིག་ད་འཛམ་བུ་གླིང་འདིའི་ཁུངས་འདི་ལ་སོ་སོ་ཕག་ད་ཤི་ནས་བས་གསལ་བོ་ཅིག་ནས་ད་ཕག་ཚུད་བས་སོ་ར་ཅིག་ད་ཕག་རྫུས་བས་སོ་ར་ཅིག་ང་ཚོ་ཆགས་བསྡད་ཀྱི་འདུག་བ། ཆ་དེ་འདྲ་ཡིན་དུས། ཕྱོགས་གཅིག་ནས་ང་རང་ཚོས་ད་རྐྱེན་ངན་བཞི་བོ་ཅིག་བྱུང་བསྡད་པ་འདིས། ང་རང་ཚོ་སེམས་ཤུགས་མ་ཤར་བ་བྱས། དངོས་གནས་ཅིག་བློ་གྲོས་ཀྱི་རྣམ་དཔྱོད་ལྡན་པའི་ཐོག་ནས་ང་ཚོ་རྐྱེན་ངན་བྱུང་བསྡད་པ་འདི། སྐབས་བཟང་པོ་ཅིག་ལ་ང་ཚོ་བསྒྱུར་གྱི་ཡིན་ན་བསྒྱུར་ཐུབ་ཡ་ཡོད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ང་ད་བར་དུ་ལོ་བཞི་བཅུ་ད་བཞི་གཉིས་ཕྱིན་པ་རེད། ང་ཚོ་ད་བཙན་བྱོལ་བ་ཆགས་རྗེས། ད་བོད་ཀྱི་རྐྱེན་ངན་ཆེན་པོ་དེ་བྱུང་ནས་ད་ལོ་ལྔ་བཅུ་ལྷག་ཕྱིན་པ་ཡིན། བོད་ད་ལྟ་ཡང་ཤི་ཡོད་མ་རེད། ད་དུང་ཡིན་ན་ཡང་བོད་ཟེར་ཡ་དེ་འཛམ་བུ་གླིང་འདི་གང་ལ་འཚོ་བྱ་བསྡད་དེ་ཡོད་རེད། ས་དེ་འདྲ་ཡིན་པ་ཡིན་དུས་ཙང་ནས་འཛམ་བུ་གླིང་འདི་གང་ལ་ཡང་བོད་པའི་ཐོག་ལ་དོ་སྣང་བྱེད་མཁན་དེ་ཁོ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད། ཨེ་ནི་ལྷག་པར་འཛམ་བུ་གླིང་འདི་ག་ལ་བོད་པའི་ཐོག་ལ་ཡ་གཅིག་དོ་སྣང་བྱེད་མཁན་མང་པོ་གཅིག་གིས་བོད་པ་ལ་རྒྱུ་ཡོད་རེད་ཟེར་དང་དོད་བྱེད་ཀྱི་ཡོད་མ་རེད། བོད་པ་ལ་དེང་དུས་ཀྱི་ཤེས་ཡོན་པའི་རྣམ་དཔྱོད་ཞིབ་ཏུ་ཟིན་དོ་སྣང་བྱེད་ཀྱི་ཡོད་མ་རེད། བོད་པ་ལ་དོ་སྣང་བྱེད་ད་ཡང་མང་པོ་གཅིག་ཕྱོགས་གཅིག་ནས་ང་ཚོའི་རྐྱེན་ངན་གྱི་གནས་ཚུལ་འདི་ག་སོག་པོ་བོད་པའི་དྲང་བདེན་མིན་པ། ཆད་དེ་ཆུང་བ་ལ་ཐུབ་ཚོད་བཤད་དེ་ཡ། དེ་འདྲས་གཅིག་གི་ད་གནས་ཚུལ་གི་འོག་ནས་གཅིག་གི་འགྲོ་བ་མིའི་ཀུན་སྤྱོད་ཐོབ་ཐང་ད་དེ་བཞིན་འགྲོ་ཡ་གཅིག་ཁོར་ཡུག་ཉམས་ཆག་འགྲོ་ཡ་གཅིག་དེ་འདྲས་གི་ད་གནས་ཚུལ་གི་ཐོག་ནས་དོ་སྣང་གཅིག་ཡོང་བསྡད་གི་ཡོག་རེད་ལ་ཕྱོགས་གཅིག་ནས་ང་ཚོ་བོད་པ་ཟེར་དུས་ས་ནས་གཅིག་བོད་ཁའི་རིག་གཞུང་གཏིང་ཟབ་ཞིག་ཡོད་བསྡད་པ། རིག་གཞུང་དེའི་རྗེས་འབྲེལ་གི་བོད་པའི་མིའི་གཤིས་ཀ་དེ་གཅིག་ད་བཟང་བོ་ཡོད་བསྡད་ཡོད་བསྡད་པ་གཅིག། སྐྱོན་ཁྱོད་ལ་མེད་པ་དང་མ་རེད་སྐྱོན་དང་ཏན་ཏན་ཡོང་གི་རེད་ང་ཚོ་འཛམ་གླིང་འདི་ག་ནང་མི་ཆགས་ཡོད་རེད་ཉོན་མོངས་དུག་གསུམ་ཡོད་པ་དང་གཅིག་པ་རེད་རེད་དེ་ཡིན་ནའི་གཅིག་གི་བོད་པའི་ད་གཅིག་གི་ང་ཚོ་ཆོས་དང་རིག་གཞུང་གི་ཨ་ནི་གོམས་གཤིས་ཀྱི་ད་ཤུགས་རྐྱེན་གྱི་ཐོག་ནས་ང་ཚོ་རང་བཞིན་གྱི་གཅིག་གི་མི་གཅིག་གི་ད་སེམས་པ་བཟང་པོ། མི་སྤྱི་ཁོག་ནུབ་མ་ཡིན་པའི་སྲོག་ཆགས་ཚོ་ལ་ཡིན་ནི་གཅིག་གི་དཔེར་ན་ང་རང་ཚང་མ་ལོག་ཁ་རྒྱུན་ལ་ཡ་ཡོད་པ་དཔེར་ན་དཔེར་ན་འབུ་ཅིག་ཐོག་མ་ཡིན་ན་གཅིག་འབུ་དེ་གསལ་ཁ་ཕྱིན་པ་ཡིན་ན་ཨ་ཙི་སྙིང་རྗེ་ཟིན་ལབ་དེ་ཡ་གཅིག་ང་ཚོ་ཚང་མ་ལོག་ཁ་རྒྱུན་ལ་ཡོད་པ་རེད་བ་ཡ། གཅིག་སེམས་ཅན་ནད་པར་ཐོངས་པ་ཡིན་ན་ཨ་ཙི་སྙིང་རྗེ་ཟིན་ལབ་དེ་ཡ་གཅིག་ང་ཚོ་ཚང་མ་ལོག་ཁ་ལ་ཡ། ཁོ་རང་གི་ངང་གིས་ཐོན་དེ་ཡ་གཅིག་ཡོད་པ།

ཨ་ད་གམ་ཐག་ཡིན། ང་རང་གི་མཛའ་མོ་རྒྱུད་འདི་གང་ལ་བོད་པའི་ཐག་ལ་ཡ་དོ་སྣང་བྱེད་མཁན་རིགས་གཅིག་དེ་བོད་བོད་པའི་ཅིག་ད་རིག་གཞུང་ད་ཅིག་བོད་པའི་གོམས་གཤིས་ད་ཅིག་དེ་འདྲས་ཅིག་བཟང་པོ་ཅིག་མཐོང་ནས་དེ་ལ་ཡིད་འཕྲོག་པའི་ཐོག་ནས་ཨེ་ནི་དོ་སྣང་དང་ཤ་ཚ་ཅིག་ལས་དེ་ངེས་ཅིག་ཡོང་གི་ཡོད་རེད་ད་འདི་ཧ་ཅང་རྩ་ཆེན་པོ་རེད་བསམ་དྲན་གི། ས་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་བོད་པའི་ངོས་ནས་ཆ་བཞག་ན་གཅིག་འཛམ་བུ་གླིང་འདི་གང་ལས་ཡག་ད་དངོས་གནས་གཅིག་ང་རང་ཚོ་བོད་པ་ལ་ཡང་གཅིག་བཟང་པོའི་ཡོན་ཏན་ཡོད་བསྡད་པ་འདི་སོ་སོ་ཡིན་ནས་ཡག་པོ་གཅིག་ཉམས་ལེན་བྱས་སོ་སོའི་ཉིན་རེ་ཉིན་རེའི་མི་ཚེའི་ནང་ལོག་ལ་ཡག་ལག་ལེན་བཀལ་སོ་སོའི་མི་ཚེ་ལ་བཟང་པོའི་ཡོན་ཏན་དེ་འཇགས་ཐུབ་པ་བྱས། དེ་འདྲི་བྱེད་ཀྱི་ཐག་ནས་ང་རང་ཚོ་བོད་ཀྱི་བདེན་དོན་རྩོད་ཡག་དེ་བྱེད་ཀྱི་ཡིན་ན་ཧ་ཅང་གི་འབྲེལ་ཆགས་པོ་དང་ནུས་པ་ཐོན་པ་ཅིག་ཡོང་ཡག་རེད།